གུ་རུ་པདྨ་འབྱུང་གནས་ཚེ་དཔག་མེད་མངོན་སུམ་ཞལ་སྦྱར་ཚེ་མེད་ཚེའི་དངོས་གྲུབ་ཐོབ་སྟེ་དེ་ནས་གནས་ཁྱད་པར་ཅན་ཅིག་ཏག་ཏག་སར་སྒྲུབ་བྱེད་མ་ར་ཏི་ཀ་ནས་སླེབས་ཏེ་ཡོད། དེ་ཚོ་གནས་གཉན་པོ་གདན་འདི་གར་ཡང་བཀྲེན་མཛེས་པའི་ཐོབ། མི་མང་ལན་བརྒྱད་ཀུན་དང། ངེད་ཚ་བོ་ཚ་མོ་ཀུན་ལ་ཡང་ཕན་ཐོགས་པའི་སྔོན་ནས་ཁ་བརྡ་ལམ་སྟོན་ཅིག་བཅོན་བསམ། ད་དེ་རིང། བརྡར་གཅོད་བཅོ་བརྒྱད་དང་ལྡན་པའི་ལུས་རྟེན་བཟང་པོ་དེ། ང་དང་དོན་མེད་དབང་དུ་མི་བཏང་ཟེར་དོན་དང་ལྡན་པ་ཞིག་སྤྱོད་དགོས་ཤ་ཟུག་ང་དང་ང་མ་ནི་འགལ་ཆེན་མོ་ཞིག་ཡིན་འདུག་དེ་གཟུགས་གཅིག་ཡིན་ན་སྙམ་པ་ང་དང་མི་ལུས་རིན་པོ་ཆེ་ཞིག་ཚར་གཅིག་ཐོབ་ཚར་ཡོད་ཅེས་བའི་ཁར། འདིས་དོན་མེད་དབང་དུ་མི་བཏང་དོན་དང་ལྡན་པ་ཞིག་སྤྱོད་དེ། ང་དང་ངན་སོང་གསུམ་ལ་སྐྱེ་མེད་ཐོབ་པ་ཞིག་ཐབས་ལམ་ཅིག་སྤྱོད་དགོས་ཤ་ཟུག་ང་དང་ང་མ་ནི་གལ་ཆེན་མོ་ཞིག་ཡིན་ཚོགས་ང་དང་མི་ལུས་མི་ལུས་བཟང་པོ་ཞིག་ཐོབ་ས་ཡིན་ཚོགས་འདིའི་ཚོགས་མི་ལུས་བཟང་པོ་དེ་ནི་ང་དང་ཐོབ་བྱ་ས་དཀའ་ལས་དཀའ་ས་པོ་ཡོད་དཀའ་དེ་ཚོ་ཡིན་ན་སྙམ་པོ། སྤྱོད་འཇུག་ན་གསུང་བ་ནང་བཞིན་བརྡར་རྒྱུ་འདི་ནི་རྙེད་པར་ཤིན་ཏུ་དཀའ་སྐྱེས་བུ་དོན་དུ་ཐོབ་པར་འགྱུར་བ་ལ་གལ་ཏེ་དེ་ལ་ཕན་པ་མ་བསྒྲུབས་ན་ཆེད་དེ་ཡང་དག་སྦྱོར་བ་ག་ལ་འགྱུར་གསུང་བ་ནང་བཞིན་གྱི་འདིའི་ཚོགས་དེ་ནི་ང་དང་ཐོབ་བྱ་ས་དཀའ་ལས་དཀའ་ས་པོ་ཡིན་ཚོགས་དེ་ཚོ་ཡིན་ན་སྙམ་པོ་ང་དང་མི་ལུས་བཟང་པོ་ཞིག། མི་ལུས་རིན་པོ་ཆེ་ཚར་གཅིག་ཐོབ་པའི་སྐབས་དེ་ལ་དེ་ནི་ང་དང་དངོས་གནས་ཁོ་རང་གཅིག། དེ་གཟུགས་ཅི་ཡང་ན་ཡང་ང་དང་ཐོབ་བྱ་ལ། དེ་ནི་ང་དང་རྒྱལ་བ་སྒྲུབ་དགོས་བྱ། སེམས་པ་བཟང་པོ་སྤྱོད་དགོས་བྱ། ལུས་ཀྱི་སྒོ་ནས་གཅིག་སྲོག་གཅོད་པ། སྲོག་གཅོད་པ་མ་འཇིམ་མི་བཟང་བོ་གཅོད་པ་ལ་སོགས་སྤང་བྱ་དང། ངག་གི་སྒོ་ནས་རྫུན་ཕྲང་མ་ཚིག་རྩུབ་ལ་སོགས་སྤང་བྱ་དང། ཡིད་ཀྱི་སྒོ་ནས་རྣ་སེམས་གནོད་སེམས་ལོག་ལྟ་ལ་སོགས་སྤང་བྱ་དང། དུས་རྒྱུན་ཆད་མེད་པར་ལུས་ངག་ཡིད་གསུམ་དེ་ནི་དགེ་བའི་ལམ་ལ་འཇུག་ཐུབ་བྱ་ཞིག་སྤྱོད་དགོས་བྱ་སོགས་སྨྲ་ནི་གལ་ཆེན་པོ་ཞིག་ཡིན་འདུག། གལ་ཏེ་ང་དག་དེ་གཟུགས་ཀྱི་སྤྱོད་སྒོ་མ་འཆོལ་ན་དེ་ནི་ང་དག་ཡང་མི་ལུས་རིན་ཐང་སྲིད་པ་དེ་ནི་དོན་མེད་དབང་དུ་འཆའ་ན་དེ་ནི་ང་དག་ངན་སོང་གསུམ་དམྱལ་བ་ཡི་དྭགས་དྲུག་དྲུག་ལ་སྐྱེས་ན་དེ་ནི་ང་དག་སྡུག་བསྔལ་གྱི་སྡུག་བསྔལ་མ་གཏོགས་དེ་ནི་ང་དག་བདེ་བ་ཐོབ་རྒྱུར་དཀའ་ལས་ཁག་པོ་ཡོད་དེ་གཟུགས་ཀྱི་གནས་མཉམ་པོ་དེ་ནི་ང་དག་ཡིན་མི་ལུས་རིན་པོ་ཆེ་ཟེར་མཁན་པོ་དེ་ནི་ང་དག་ཚང་མས་རིན་ཐང་བོར་ཏེ་འདུག་དེ་གཟུགས་ཀྱི་གནས་མཉམ་པོ

སྐྱེས་བུ་དོན་དུ་ཐོབ་པར་འགྱུར་བ་ལ་ཟས་གཉིས་པོ་དེ་ནི་ང་དང། ངན་སོང་གསུམ་ལ། ཐར་ནས་ཐར་ཐོག་སངས་རྒྱས་ཀྱི་གོ་འཕང་ཐོབ་ཐུབ་བྱ་རྒྱུའི་ཐབས་ལམ་ཡོད་དཀའ་ཟེར་སྐྱེས་བུ་ཀྱི་སྐྱེས་བུ་ཀྱི་དོན་ཟས་གཉིས་པོ་ངན་སོང་གསུམ་ལ་སྐྱེ་མི་ཐུབ་བྱ། ད་ནི་ངན་སོང་གསུམ་ལ་སྐྱེ་མ་ཐུབ་ནས་མྱང་འདས་སངས་རྒྱས་ཀྱི་གོ་འཕང་ཐོབ་ཐུབ་བྱ་སྐྱེས་བུ་ཀྱི་དོན་བཟང་པོ་སྒྲུབ་ཐུབ་བྱ། འདིའི་གཙོ་བོ་ཆེ་ད་ལྟ་དེ་ཡང་ལུས་པོ། བརྡར་གཅོད་མི་བསླུ་བཟང་པོ་ཆེ་ང་དང་ཐོབ་དད་སྐྱེས་བུ་གྱི་དོན་བཟང་པོ་བསྒྲུབ་བྱ་ཟེར་ཡང་སྙིང་པོ་དེ་ན་ང་དང་རྒྱལ་བ་ཡང་དག་པར་བསྒྲུབ་བྱ་ཟེར་ལྟ་བ་སྒོམ་པ་སྤྱོད་པ་གསུམ་ལ་མ་འདྲ་བས་མ་བསྒྲལ་ནས་ཡང་དག་པའི་ལྟ་བ་ལ་འཇུག་ཐུབ་བྱ་ཟེར་ང་དང་དད་ནི་སྐྱེས་བུ་གྱི་དོན་བཟང་པོ་ཟེར་སྙིང་པོ་དེ་ན་ང་དང་ཅི་ཟེར་ག་ད་ཚེ་མི་ཚེ་ད་ལྟ་འདི་ལ་ཡང་ཅིག་སྐྱེས་བུ་གྱི་དོན་ཟེར་ནས་ཚེ་ཕྱི་མ་ཡང་ངན་སོང་གསུམ་ལ་སྐྱེ་མེད་ཐོབ་པའི་ཡི་ཐབས་ལམ་སྟོན་ཐུབ་བྱ་ཟེར་བདེ་ཚུལ་གྱི་སྐྱེས་བུ་གྱི་དོན་བཟང་པོ་བསྒྲུབ་བྱ་ཟེར་ཏེ་གོ་སྐབས་བཟང་པོ་ཞིག་ཐོབ་སྟེ་རྫོགས་སུ་སྐྱེས་བུ་དོན་དུ་ཐོབ་པར་འགྱུར་བ་ལས།

རང་གི་མི་ཚེ་དེ་ནི་ང་དང་ཤ་ཚ་དང་བརྩེ་སེམས་དང་བརྩེ་བ་དང་བོར་ཏེ་རང་གི་མི་ཚེ་བོར་དོ་སྣང་ལྡན་པ་ཞིག་བཅུག་དགོས་ཤར་ཏུ་དེ་ནི་ང་དང་ཨ་ནི་གལ་ཆེན་པོ་ཡིན་འདུག་དེ་ཚོའི་འོད་སྣང་ང་དང་ཨ་གཅིག་ལྡབ་ཅུ་བཅོ་བརྒྱད་དང་ལྡན་པའི་ལུས་རྟེན་བཟང་པོ་དེ་དེ་ནི་ང་དང་ཨ་ཐོབ་དཀའ་ལས་ཁག་པོ་ཡིན་འདུག་དེ་ཚོ་གཅིག་ཡིན་ན་སྙམ་པོ་ང་དང་མི་ལུས་བཟང་པོ་ཞིག་ཐོབ་བྱ་དེ་ཐབས་ལམ་གཙོ་བོ་བོར་འཚེ་བ་མེད་པའི་ལ་སྤྱོད་བྱ་དང་སེམས་གཙང་ཅན་ཞིག་གི་ལ་སྤྱོད་བྱ་དང་ར་སྤྲུག་གི་སེམས་ཅན་ཐམས་ཅད་ལ་ཕན་ཐོགས་རྒྱུ་མེད་པའི་གནོད་པའི་བྱ་བ་རྩ་བ་ཉིད་ནས་མ་བསྐྱེད་བྱ་ཞིག

ཡིད་ཀྱི་སྒོ་ནས་དེ་ནས་རྣ་སེམས་གནོད་སེམས་ལོག་ལྟ་ལ་སོགས་མ་བཅོལ། ལུས་ངག་ཡིད་གསུམ་རྒྱལ་བའི་ལམ་ལ་འཇུག་ཐུབ་པར་བཅོལ། དུས་རྒྱུན་ཚོད་མེད་པར་ང་དང་གང་ཐུབ་ཅི་ཐུབ་ཀྱིས་དེ་ནས་སེམས་བཟང་ལ་དག་པའི་བཟོ་དང་བརྩོན་འགྲུས་བཅོལ། དེ་ནས་ང་དང་ཚེ་ཕྱི་མིག་དོན་ཟེར་སྐབས་འདི་ལྟར་ང་རྒྱུད་དཔའ་མཆོད་ཡོན་དང་བཅངས་གནས་སྐབས་གནས་སྐབས་ཙམ་ཞིག་གི་བདེ་བ་མ་ཐོབ་མཐར་ཐུག་གི་བདེ་བ་ཐོབ་ཐུབ་བྱ་དང་དཀའ་ལས་ཁག་པོ་ཡིན་ཚོ། དེ་གཟུགས་གཅིག་གི་ནང་སྙམ་པའི་བརྡར་གཅོད་བཅོ་བརྒྱད་དང་ལྡན་པའི་གི་ལུས་རྟེན་བཟང་པོ་ཐོབ་བྱེད་ཀྱི་དེ་ནི་རྩ་བ་པོ་ངན་སོང་གསུམ་ལ་སྐྱེ་མི་ཐུབ་བྱེད་ཀྱི་གི་ད་རྩ་བ་པོ་དེ་ང་དང། འཚེ་བ་མེད་པའི་ལ་སྤྱོད་བྱ་སྟེ་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་བསྒོམ་བྱ་ཞེས་དང། རེག་དྲུག་གིས་སེམས་ཅན་ཐམས་ཅད་ལ་གནོད་བསྟོད་ཀྱི་བྱ་བ་ཐམས་ཅད་སྤངས་ནས་སེམས་གཙང་ཅན་ཅིག་སྤྱོད་བྱ་ཞེས་དང་མི་སུ་ཞིག་ཐུག་ན་ཡང་རང་གི་མཛའ་བོ་མཛའ་མོ་ཚོ་དཔེར་ན་ཧཱ་ཧི་ཟེར་ནས་དཔེར་ན་དྭངས་སེ་འདུག་བྱ་ཞེས་དང་དེ་གཟུགས་ཀྱི་སྤྱོད་པོ་ཚོས་ན་པ་ནི་གལ་ཆེན་པོ་ཡིན་ཚུལ་ལྟར་འདི་དང་ཟབ་པ་དང་རྒྱ་ཆེན་པོ་ཅིག་བཤད་ན་དེ་ནི་ང་དང་ཆོས་རྣམས་ལ་འདི་དང་སྤྱི་ཚོགས་དང་མཐུན་པའི་སྒོ་ནས་ཅིག་ན་ང་དང་མི་ལུས་རིན་པོ་ཆེའི་རིན་བཏང་གི་དོན་མེད་དབང་དུ་མི་འགྲོ་ཆེད་དུ་དོན་དང་ལྡན་པ་བཅུ་དགུ་བཤགས་ཀྱིས་དེ་ལ་ང་དག་ཅི་ཞིག་ལ་ཞིག་སྤྱོད་ན་ཡང་ཅིག་མི་དགེ་བའི་ལས་ལ་འཇུག་མ་འཇུག་གི་དུས་རྒྱུན་ཆད་མེད་པར་དགེ་བའི་ལམ་ལ་བ་འཇུག་ཐུབ་བྱ་ཞིག་དེ་མི་དགེ་བའི་ལམ་ཡང་མི་དགེ་བའི་ལས་ཞིག་སྤྱོད་ན་ཡང་དེས་ང་དག་ཅིག་བཤགས་པ་ལ་སོགས་བྱས་ནས་དེ་ལས་ང་དང་སྡིག་པ་ཐམས་ཅད་དག་བྱ་སྟེ་ཐབས་ལམ་སྟོན་དགོས་ཤར་བ་ང་དག་ཡང་འགན་ཁུར་ཆེན་མོ་ཞིག་ཡོད་དོ་དེ་ཚོ་ཡོད་ན་གཉེན་པོ་རང་གིས་མི་ཚད་དེ་ནས་ཤ་ཚ་བོར་དགོས་ཤོག་དེ་ནས་ང་དག་ཡང་དངོས་གནས་ཁོ་རང་བླ་མ་གོང་མ་རྣམས་ཀྱིས་ཀྱིས་དེ་ནས་དར་ཅོ་བཅོ་བརྒྱད་དང་ལྡན་པའི་ལུས་རྟེན་བཟང་པོ་ཞིག